ད་ང་ཚོ་ནམ་རྒྱུན་ནས་ཞུས་བསྡད་དེ་རེད། ང་ཚོ་ལྟ་བ་རྟེན་འབྱུང་གི་ལྟ་བ་དང་སྤྱོད་པ་འཚེ་བ་མེད་པ་གསུངས་བསྡད་ཀྱི་རེད། ཨ་ནི་ལམ་གྱི་གཙོ་བོ་རྣམ་གསུམ་ནང་ནས་ཡང་དག་པའི་ལྟ་བ་གསུངས་བསྡད་དེ། ད་སྟོང་པ་ཉིད་རྟོགས་པའི་ཤེས་རབ་ལ་གསུངས་འོ་རེད། སྟོང་པ་ཉིད་རྟོགས་པའི་ཤེས་རབ། སྟོང་པ་ཉིད་ཁོ་རང་མེད་པ་ཡིན་པ་ཡིན་ན་སྟོང་པ་ཉིད་རྟོགས་པའི་བློ་དེ་གླེགས་ཡིན་མ་རེད་བ། ཁ་ཤས་ཁ་ཤས་ཡང་སྟོང་པ་ཉིད་ལབ་པའི་དེ་ཁོ་གང་ཡང་མེད་པ་ལ་ཨོ་དེ་འདྲས་ཀྱི། གསུང་མཁན་དེ་འདྲའི་ཡོང་ཁུལ་དུ་ཕལ་ཆེར་འདི་ནོར་རེད་དྲན་གི་འདུག་རེད་བ། ང་རང་ཚོ་ངའི་ནམ་རྒྱུན་སྐུ་བགྲེས་པ་ཚོ་ལ་འདི་ཞུ་གི་ཡོད། ཁོང་རྣམ་པ་ཚོ་སྙིང་རྗེ་སྟོང་པ་ཉིད་ད། ང་རང་ཚོ་ཡང་ཧ་གོ་གོ་མ་རེད་ཁོང་རྣམ་པ་ཚོ་སྙིང་རྗེ་ད་སློབ་སྦྱོང་བྱས་རག་ཡོད་མ་རེད་སྔོན་ནས་ད་བོད་ས་ཤོར་ནས་བཟུང་སྟེ་ད་ལོ

རྟེན་འབྲེལ་རྐྱེན་ངན་སྡིག་པ་བརྩམ་ཉེས་ཀྱི་ཐ་སྙད་སེལ་བའི་གནང་དོན་དབུ་མེད་ཚུལ་ཟབ་རྒྱའི་སྡོམ་རྒྱལ་མདོ་སྔགས་ཡོངས་རྫོགས་ལམ་རྒྱས་རྩལ་ཟླ་བ་གྲགས་པར་གསོལ་བ་འདེབས་དཔལ་ལྡན་ཟླ་བ་གྲགས་པ་ལ་བསྟོད་པ་ཕུད་ནང་སྐུ་འོར་བ། དེ་ཡིན་ཙང་སྟོང་པ་ཉིད་ཡིན་པའི་རྒྱུ་མཚན་དེ་རྟེན་འབྲེལ་ཡིན་ཙང་སྟོང་པ་ཉིད་རེད་གསུངས་པ་རེད། མཁྱེན་གསུང་ཡང་རྟེན་འབྲེལ་ཡིན་ཙང་སྟོང་པ་ཉིད། འདི་ང་རང་ཚོ་ནང་པའི་ལྟ་གྲུབ་ཀྱི་ལྟ་སྟེང་ཟབ་ཤོས་ཅིག་རེད། རེད་བ། ཚན་རིག་པ་དུ་ཚོ་ཡང་འདི་ལ་དགའ་མོས་ཞེ་བོ་གནང་དགོས་རེད་དངོས་བོའི་གནས་ཚུལ་དང་མཐུན་དགོས་རེད་བ། དེ་ཡིན་ཙང་རྟེན་འབྲེལ་རྐྱེན་ངན་སྡིག་པ་ཙམ་ཉིད་ཀྱི་གསུང་ཡན་དེ་རྟེན་འབྲེལ་ཡིན་ཙང་སྟོང་པ་ཉིད་རེད་གསུང་དགོས་རེད། དེ་ཡིན་ཙང་ང་དེ་ཡང་སྟོང་པ་ཉིད་ཡིན་པའི་རྒྱུ་མཚན་དེ་རྟེན་འབྲེལ་ཡིན་ཙང་སྟོང་པ་ཉིད་ཆགས་པ་རེད་གསུང་རེད། ང་ཆོས་ཅན། ནི། སྟོང་པ་ཉིད་ཡིན་ཏེ་ད་བདེན་པར་མེད་དེ་ཞུ་ན་རང་བཞིན་གྱིས་མེད་དེ་རྟེན་འབྲེལ་ཡིན་པའི་ཕྱིར་ཟེར་ནས་རྟགས་བཀོད་དགོས་དགོས་བ་རེད་ད། རེད་བ། རྟེན་འབྲེལ་ཡིན་ན་སྟོང་པ་ཉིད་ཡིན་དགོས། སྟོང་པ་ཉིད་ཡིན་ན་རྟེན་འབྲེལ་ཡིན་དགོས། རེད་བ། དེ་ཡིན་ཙང་ང་ཚོ་ང་ལ་ངེས་ཏེ་ང་སྟོང་པ་ལ་ཡོད་དེ་ང་དེ་གཅིག་ལ་བརྟེན་ནས་སྐྱེས། གྲུབ་པའི་འོས་རེད་མ་གཏོགས་གཅིག་ལ་མ་བརྟེན་པ། ནི། ང་དེ་གྲུབ་པའི་འོས་མ་རེད་གསུངས། རེད་རེད་བ། འདི་ལབ་དུས། ང་དེ་གཅིག་ལ་བརྟེན་ཡོད་རེད་ལབ་དུས། ང་དེ་རྒྱུ་དང་རྐྱེན་ལ་བརྟེན་བརྟེན་བསྡད་ཡོད་རེད་གསུངས། རེད། ང་དེ། རྒྱུ་དང་རྐྱེན་ལ་བརྟེན་ཡོད་པ་ཡིན་ན། ང་དེ་གཞན་ལ་བརྟེན་བསྡད་ཡོད་རེད། ངར་བ། ང་དེ་གཞན་ལ་བསྟེན་གྱི་བསྟེན་གྱི་ང་རང་དབང་གིས་གྲུབ་ལ་ཡ་སྐད་ཆ་དེ་བཤད་ས་ཡོད་མ་རེད། ངར་བ། ཁོ་ག་དུས་ཡིན་ན་མི་གཞན་དག་ལ་རེ་བ་བརྒྱབ་འདུག་ལབ་དུས་ཤུགས་ལ་ག་རེ་དགོས་སྐོར་ཟེར་ན་སོ་སོ་རང་གིས་མ་འཇོན་པའི་རྟགས་དེ་ཤུགས་ལ་བཏོན་ཡོང་དགོས་ངར་བ། རེད་མ་རེད། ཁོ་ག་དུས་ཡིན་ན་མི་གཞན་དག་ལ་རེ་བ་རྒྱག་གི་རེད་ལབ་དུས་ཤུགས་ལ་ག་རེ་དགོས་དགོས་འདུག་ཁོ་རང་རང་གིས་མ་འཇོན་གྱི་མེད་པ་ལས་ཤུགས་ལ་གོ་ཡོད་མགོ་འདུག་བ། དེ་ཡིན་ཙང་ང་དེ་གཞན་ལ་བསྟན་བསྡད་ཡོད་རེད་ལབ་དེ་ང་ལ་ངེད་དེ་རང་དབང་གིས་སྐྱེལ་གྱི་མེད་པ་དེ་ཤུགས་ལ་གོ་ཡོད་མགོ་འདུག་བ། ད་ང་རང་དབང་གིས་མ་སྐྱེལ་པར་ཁོ་རང་སྟོང་པ་ཉིད་རེད་གསུངས་རེད་ད། མདོར་ན་ང་རང་བཞིན་གྱིས་མ་གྲུབ་པ། ང་རང་བཞིན་གྱིས་མ་སྐྱེས་པ། ང། ངོ་བོ་ཉིད་ཀྱིས་མ་གྲུབ་པ་ཁོ་རང་སྟོང་པ་ཉིད་ད་རང་བཞིན་གྱིས་མ་གྲུབ་པ། ངོ་བོ་ཉིད་ཀྱིས་མ་གྲུབ་པ། ཨ་ནི། ག་རེ་དང། རང་གི་མཚན་ཉིད་ཀྱིས་མ་གྲུབ་པ། འདི་ཚོ་ཚང་མ་ག་རེ། སྟོང་པ་ཉིད་རེད། མཁྱེན་བཟོད་རྣམ་པ་ཚོ་འདི་དགོངས་པ་བཞེས་དགོས་རེད། ང། ལ་ཉེ་སྟེ་རྟེན་འབྲེལ་ཡིན་པ་ཡིན་ན་བརྟེན་ནས་བྱུང་བ་ཡིན་ཙང་གཞན་ལ་བརྟེན་ནས་བྱུང་བ་རེད་བ་དང་གཞན་ལ་བརྟེན། ཁོ་གྲུབ་པས་དེ་གཞན་ལ་བརྟེན་དགོས་ཀྱི་ཡོད་པ་ཡིན་ན་ནི་ཁོ་རང་གི་ངོས་ནས་གྲུབ་མེད་པ་དེ་རང་བཞིན་གྱིས་གོ་ཡོང་དགོས་རེད། ཁོ་རང་གི་ངོས་ནས་གྲུབ་མེད་པ་ཁོ་རང་སྟོང་པ་ཉིད་རེད། ང་སྟོང་པ་ཉིད་ལ་ཡ་དེ་རེད་བ། གཟུགས་སྟོང་པ་ལ་ངེས་དེ་བསམ་བློ་ད་ག་བཏང་དགོས་དགོས་བ་རེད། འོ་འདིས་བསམ་བློ་ཡག་པོ་ཅིག་སླེབས་ཐུབ་པ་ཡིན་པ་ཡིན་ན་རེ་བ་ཨ་ནི་ང་ཚོ་རྟེན་འབྲེལ་ལྟོས་པ་ནང་ལོ་ལ་གར་ད་གང་གང་རྐྱེན་ལ་རག་ལས་པ་ཐ་ན་པ་ཚོ་ཚིག་དེ་འབྲུ་གི་ཡོད་ན་མེད་ན་གང་གང་རྐྱེན་ལ་རག་ལས་པ་དེ་ལྟའི་རང་བཞིན་གྱིས་སྟོང་ཞིང་གསུང་ཡན་དེ་ཏག་ཏག་བབས་ཡོང་གི་རེད་ད། གང་གང་རྐྱེན་ལ་རག་ལས་པ་དེ་རྒྱུ་འབྲས་ཀྱི་རྟེན་འབྱུང་གསུང་གི་འོ་རེ་བ་གང་གང་རྐྱེན་ལ་རག། ཆོས་གང་དང་གང་ཡིན་པ་ཡིན་ན་ཡང་རྒྱུ་དང་རྐྱེན་ལ་རག་ལས་ཕྱིན་ཆད་ལ། དེ་རང་བཞིན་གྱིས་འཁྲུལ་པའི་སྟོང་བ་རེད་ད་གསུངས་ཏེ་སྟོང་པ་ཉིད་རེད་གསུངས་རེད་ད། ཁྱེད་ཚོས་གང་གང་རྐྱེན་ལ་རག་ལས་པ་དེ་དེ་རང་བཞིན་གྱིས་སྟོང་ཞིང་གསུངས་ཡས་དེ། ད་ང་ཚོ་སྒྲུབ་ཆོས་ནས་གསུངས་པ་རེད་སྟོང་པ་ཉིད་ཚུལ་སྒྲུབ་དགོས་བ་རེད། གང་གང་རྐྱེན་ལ་རག་ལས་པ། དེ་དེ་རང་བཞིན་གྱིས་སྟོང་ཞིང་སུན་ཡན་ཏེ་བསྒྲུབ་ཆོས་ནས་གསུངས། རེ་བ། ད་ཕ་དགག་ཆོས་ནས། གལ་སྲིད་རང་བཞིན་གྱིས་གྲུབ་ཡོད་པ་ཡིན་ན། ཨ་ནི། རྒྱུ་དང་རྐྱེན་ལ་ལྟོས་གི་མ་རེད་གསུངས་རེ་ད་ཡིན་ངས་ཞུས་ཡིན་པ། གཞན་ལ་བརྟེན་པ་ཡིན་ཙང་རང་ངོས་ནས་གྲུབ་ཡོད་མ་རེད། རང་གི་ངོས་ནས་གྲུབ་ཡོད་པ་ཡིན་ན་གཞན་ལ་བརྟེན་པ་དེ་དགག་བ་རེད་གསུངས་ཡན་ཏེ་རྟེན་འབྲེལ་ལྟོས་པ་ནང་ལ་ཏག་ཏག་གསུངས་ཡོད་རེད། ངོ་བོས་གྲུབ་ན་དེ་གྲུབ་པ། རྒྱུ་དང་རྐྱེན་ལ་ལྟོས་པ་འགལ་གསུངས་རེད། གལ་སྲིད་ཁོ་རང་གི་ངོས་ནས་གྲུབ་པའི་ཡོད་པ་ཡིན་ན་ཁོ་སྐད་ལ་རྒྱུ་དང་རྐྱེན་ལ་ལྟོས་དགོས་ཡ་ཡོད་མ་རེད་དཔེར་ན་ང་ལ་ངེས་ཏེ་རང་གི་ངོས་ནས་གྲུབ་པའི་ཡོད་པ་ཡིན་ན་ང་སྐད་ལ་ང་ལ་ངེས་ཏེ་ང་ང་ལ་ང་ཚོ་བེད་སྤྱོད་བཏང་སྟེ་ང་དེ་རྒྱུ་དང་རྐྱེན་ལ་ལྟོས་དགོས་ཡ་ཡོད་མ་རེད་སོ་ག་ཡིན་ཚེ་ཁོ་རང་གི་ངོས་ནས་གྲུབ་ཚར་བ་སུ་མེད་རང་གི་ངོས་ནས་གྲུབ་པའི་ཡོད་པ་ཡིན་ན་ཁོ་ལ་བཟོ་བཅོས་བཏང་ཡ་གལ་ཁྱད་ཡོད་མ་རེད་ད། མཁྱེན་སོན། འོ་དེ་ཡིན་ཙང་ང་ཚོ་སྟོང་པ་ཉིད་སྟོང་པ་ཉིད་ལ་ཡེ་སྟེ་འོ་འདི་འདྲའི་ཅིག་གི་དགོངས་པ་བཞེས་ཐུབ་པ་ཡིན་པ་ཡིན་ན་ཁོ། དཔེར་ན། ད་ལྟ་སྟོན་པ་སངས་རྒྱས་བཅོམ་ལྡན་འདས་རང་གི་གསུང་བཤགས་ཀྱི་མདོ་ཚིག་དེ་ཡོད་རེད། གང་ཞིག་རྐྱེན་ལས་སྐྱེས་པ་དེ་མ་སྐྱེས་དེ་ལ་སྐྱེ་བའི་རང་བཞིན་ཡོད་མ་ཡིན་གསུང་སྙན་གྱི་ཚིག་དེ་གི་འགྲེལ་བཤད་ཅིག་ད་ལྟ་རྗེ་རིན་པོ་ཆེ་ཞིག་རྒྱག་དགོས་བ་རེད། གང་གང་རྐྱེན་ལ་རག་ལས་པ་དེ་དེ་རང་བཞིན་གྱིས་སྟོང་ཞེས་གསུང་སྙན་གྱི་ཚིག་དེ་གི་ད་ལྟ་དོན་དག་འདི་རྒྱག་དགོས་བ་རེད།

རེད། བ་ཨོ་འདི་ཡག་པོ་ཅིག་མ་མཁྱེན་ན་ཡང་སྟོང་པ་ཉིད་ལ་ངེས་ཏེ་གོ་རྩག་ཆེན་པོ་བཞི་བོ་རེད་འདི་ཡང་བསམ་བློ་བཏང་དང་མ་ཤེས་པ་ཡིན་ན་ཉེན་ཁ་ཡ་ཆེན་པོ་རེད། ད་འདི་མེད་ན་སངས་རྒྱས་ཀྱི་གོ་འཕང་ཐོབ་ཐུ་གུ་མ་རེད། རེད་བ། ངེས་འབྱུང་བྱང་ཆུབ་ཀྱི་སེམས་ཡང་དག་པའི་ལྟ་བ་ལ་གཉིས་དེ་མེད་པ་ཡིན་པ་ཡིན་ན་དེའི་ནང་ནས་ཀྱང་སྟོང་པ་ཉིད་རྟོགས་པའི་ཤེས་རབ་མེད་པ་ཡིན་པ་ཡིན་ན་ནི་ང་ཚོ་སངས་རྒྱས་ཀྱི་གོ་འཕང་ཐོབ་བས་ལ་གེགས་བྱེད་ངེས་ཀྱི་ད་སྒྲིབ་པ་རེད་བ། སྒྲིབ་པ་ལ་ནི་སྡིག་པ་ལ་ནི་བདེན་པར་འཛིན་པའི་བདེན་འཛིན་རེད་བ། གཏི་མུག་བདེན་འཛིན་དེ་ཉིད་མེད་པར་བཟོད་ཐུབ་དགོས་བ་མ་རེད། གཏི་མུག་བདེན་འཛིན་ལ་ཁ་བརྡའི་ལྕགས་སྙིགས་གཙོ་བོ་དེ་རྟོགས་པ་ཉིད་ཐུབ་པའི་ཤེས་རབ་ཡིན་ཙང་ཧ་ཅང་གི་གལ་ཆེན་པོ་ཅིག་རེད་འོ། འདི་ཚོ། ད་ལྟ། རྟེན་འབྲེལ་བསྟོད་པའི་གི་ཚིག་འདི་ཚིག་བཞི་འདི་བློ་ལ་སླེབས་པ་བྱེད། དེ་ནས། མ་གཞི། ཅིག་ཤེས་རབ་སྙིང་པོ་གི་ཚིག། གཟུགས་སྟོང་པའོ་སྟོང་པ་ཉིད་གཟུགས་སོ་གཟུགས་ལས་སྟོང་པ་ཉིད་གཞན་མ་ཡིན། སྟོང་པ་ཉིད་ལས་ཀྱང་གཟུགས་གཞན་མ་ཡིན་ནོ། ཚིག་བཞི་འདི་བློ་ལ་ཧ་ལམ་ཡོད་རེད།

དེ་ཡིན་ཚེ་ང་ཚོ་གཏན་ནས་རྟགས་ཙམ་གྱི་ལྟ་རྟེན་འབྲེལ་ཧ་གོ་ཡ་ལ། དང་པོ་རྒྱུ་འབྲས་ཀྱི་རྟེན་འབྱུང་དེ་ཡག་པོ་ཧ་གོ་དགོས་བ་རེད། རྒྱུ་འབྲས་ཀྱི་རྟེན་འབྱུང་ཡག་པོ་ཧ་གོ་ཡ་ལ་ཉིན་རེ་ཉིན་རེ་ཡི་ང་རོ་བྱ་གཞག། འབྲས་བུ་ཡག་པོ་དེ་རྒྱུ་ཡག་པོ་ལ་རྟེན་ནས་འབྱུང་གི་ཡོད་བ། འབྲས་བུ་སྡུག་ག་དེ་རྒྱུ་སྡུག་ག་ལ་རྟེན་ནས་ཡོང་གི་ཡོད་བ་རེད་བ། རྒྱུ་སྡུག་ག་ཡིན་པ་ཡིན་ན་ལས་ཀ་སྡུག་ག་བྱས་པ་ཡིན་པ་ཡིན་ན་འབྲས་བུ་སྡུག་ག་ཡོང་གི་ཡོད་བ། ལས་ཀ་ཡག་པོ་བྱས་པ་ཡིན་པ་ཡིན་ན་འབྲས་བུ་ཡག་པོ་ཡོང་གི་ཡོད་བ་རེད་བ།